ད་དེ་ལ་གློ་བ་གིས་ལས་ཀ་ག་རེ་བྱེད་ཀྱི་ཡོད་མེད་ལབ་ཀྱི་ཡོད་རེད། ངས་དེ་ལ་མཚོན་ཁྲ་དེ་སུབ་ཏི་ཙམ་པ་མིག་ལྟ། ང་ཚོས། ང་ཚོའི་གཟུགས་པོའི་ནང་གི་གཟུགས་བོར་བ། ང་རང་ཚོའི་གཟུགས་པོའི་ནང་ལ་གཟུགས་བོར་བ་དང། ང་ཚོས། གློ་བ་ལ་བལྟས་ནས། དྲིས་བ། ནི་ག་རེ་བྱེད་ཀྱི་རེད་ལ་སོང། དབུགས་ལ་གྱིས་འདུག་ཨ་དབུགས་ང་ཚོ་དེ། ང་ཚོ breathe བྱེད་ཀྱི་རེད་རླུང་ཡང་དབུགས་ཡང་བ་དེ་བྱེད་ཀྱི་སོ། དབུགས། གཏོང་ལེན་བྱེད་ཀྱི་ཡོད། གཏོང་ཟེར་ན་དབུགས་ཕར་བཏང་བ། ང་ཚོ་དབུགས་ཕར་བཏང་བ། ལེན་ལ་ན་དབུགས་དེ་ཚུར་ལེན་པ། ད་ལྟ་དབུགས་ཕར་བཏང་ཚུར་ལེན་ཕར་བཏང་ཚུར་ལེན་བྱེད་ཀྱི་ཡོད་རེད་ལབ་པ་རེད། ད་ད་འདི་བྱེད་འདི་བརྩམས་པ་ལ་ཨ་ནི་ཡི་གེ་ཅིག་ལྟག་བརྒྱབ་ནས་ཀློག་པ་ཡིན་ན་ད་ག་འདྲས་སུ་ཀློག་དགོས་རེད། ང་ཚོས་གློ་བ་ལ་བལྟས་ནས་དབུགས། གཏོང་ལེན་བྱེད་ཀྱི་ཡོད། དྲི་གསར་བ། ང་ཚོས་གློ་བ་ལ་བལྟས་ནས་དབུགས་གཏོང་ལེན་བྱེད་ཀྱི་ཡོད། ལབ་པར། དྲི་གསར་བ། ད་དེ་བྱས་ལ་དེ་ཡིན་ད། ཨམ། དེ་རྟགས་རྒྱག་གིན་ད་རྟགས་རྒྱག་ས་ལ་མིག་བལྟ་དང་པོ། རྟགས་རྒྱག་དེ་ཙམ་པོ་དེ་ལ་ཁ་ཁྲིད་དོ།

ཟས་ཟས་ཟེར་ན་ཁ་ལག་ཟེར་གོ། ཕོ་བ་ཟས་ལས་ཀ་ཁ་ཅིག་ཟས་ཕོ་བ་གིས་ཨ་ནི་ང་ཚོ་ཁ་ལག་ལ་ཟས་ཟེར་གི་རེད་བ། བྱས་ཙང་ཕོ་བ་ནི་ཟས། འཇུ་བྱེད་ཀྱིས། ཨ་ནི། འཇུ་བྱེད་ཟེར་ན་ཟས་འཇུས་པ་ང་ཚོ་ཁ་ལག་གཟུགས་པོ་ན་ལ་ཡ་ཁ་ལག་དེ་གཟུགས་པོའི་ཟ་ནས་གཟུགས་པོས་ཀྱིས་བཅུས་ཏེ་ཡ་འཇུས་པ་འཐེན་པ་ཉར་བ། འདི་ཡིས་བྱེད་ཀྱི་ཡོད་རེད་ཟེར་བར་ཕོ་བ་གིས་མ་བྱིན་ན་ནི་ཁ་ལག་ཁ་ནས་ཟ་ཤ་རྒྱ་མ་ཤོད་འགྲོ་ན་ནི་ང་ཚོ་འདི་བྱེད་ཀྱི་ཐོག་མཚམས་མཚམས་ཁ་ལག་ཡག་པོ་འཇུས་མ་ཐུབ་ནས་དེ་ནི་གྲོགས་པོ་བཤད་འདི་ཀྱི་ཐོག་འོ་དེ་འདྲས་མ་བཤད་པ་བཅས་གཟུགས་ཕུད་ཀྱི་འཇུས་ནས་གཟུགས་ཕུད་ཀྱི་ཉར་ཚགས་བྱས་ཀྱི་ཚང་མ་བྱེད་ཀྱི་ཡོད་རེད་པ་འོ་འདི་ཟེར་གྱི་རེད་ཟས་ཀྱི་འཇུས་པ་ཟེར་ན། གང་དག་ཕོ་བ་ནི་ཟས་འཇུས་བྱེད་ཀྱི།

ཕྱི་ལ་སྦྱིན། ཕྱི་ལ་ཡང་ད་རེད། ད་ཡིག་འབྲི་གི་རེད། ཕྱི་ལ་སྦྱིན་ཆད་ཀྱི་ཆ་ཤས་གཙོ་བོ་ཡིན་ས་ད་ངས་དེ་རྟགས་བརྒྱབ་སྟེ་བརྩམས་པ་སྣག་ཚ་ཚང་མ་སུབ་སོང་ཨ། ཕྱི་ལ་སྦྱིན་ཆད་ཀྱི་ད་བས་ཕྱི་ལ་ཟེར་བ་ཡིན་ན་ཕྱི་ལོགས་ཟེར་དགོས་རེད་བ། ད་ང་ཚོ་གཟུགས་པོའི་ནང་གི་ཆུ་གི་རིགས་ད་ང་ཚོ་གིས་འཐུང་ནས་ཨ་ནི་ཁལ་མེད་ཀྱི་འདི་ད་གཙང་མ་རེད་ཅེས་བཟོས་བྱས་ཨ་ནི་དེ་ནས་གཟུགས་པོའི་ཕན་མ་ཐོག་ངས་དེ་ཚོ་ཨ་ནི་གཟུགས་པོའི་ཕྱི་ལོགས་ལ་ཕ་ཨ་ནི་ཚགས་རྒྱག་ནས་གཡུག་དགོས་རེད་བ། ཕྱི་ལ་དབྱུག་པ་སྦྱིན་པ་ཟེར་ན་དབྱུག་པ། ཕྱི་ཟེར་ན་ཕྱི་ལོགས་ལ། ཁལ་མ་དེ་གི་གཟུགས་པོའི་ནང་གི་ད་ང་ཚོ་གཅིན་པ་ད་མ་ཟུག་ན་དེ་ཚོ་ཚགས་བརྒྱད་ནས་མོ་གོ་བས་དེ་ད་མ་ཆུ་ལོགས་ལ་དབྱུག་གོ་ར་བ། གོ་ས་ད་གཅིན་པ་དེ་ང་ཚོ་གཟུགས་པོའི་ནང་ལ་ད་གོ་བས་མ་ར་བ་གཟུགས་པོ་ནང་གོ་བས་ན་ཉག་གི་ར་བ་གོ་གི་མེད་ས་ས་བའི་གཅིན་པ་ད་ན་མ་དོན་གོ་ར་བ། འོན་ཏེ་གཅིན་པ་དེ་ཆུ་ལོགས་ལ་དབྱུག་མཁན་འདྲ་བོ་དེ་ཁལ་མ་གི་དབྱུག་གི་ཡོ་རེད་ལབ་པ་རེད། ཁལ་མ་ནི། གཅིན་པ་ཕྱི་ལ་སྦྱིན་བྱེད་ཀྱི་ཆ་ཤས་གཙོ་བོ་ཡིན། གཟུགས་པོའི་ནང་གི་གཅིན་པ་ཕྱི་ལོགས་ལ་དབྱུག་མཁན་གྱི་ལས་ཀ་བྱེད་མཁན་གཙོ་བོ་དེ་ཁལ་མ་རེད་ཟེར་གོ། ད་ངས་དེ་བརྟགས་ཤིག་རྒྱག་གིན་གདའ། མཁལ་མ་ནི། གཅིན་པ། ཕྱི་ལ་སྦྱིན་བྱེད་ཀྱི། ཆ་ཤས་གཙོ་བོ་ཞིག་ཡིན། འབྲི་སར་བ། འོ་ཡ། ད་དེ་ནས། འདི་འཇལ་དེ་ཡིན་ད་སྙིང་རེད་ད་ད། སྙིང་ལ་ན heart། ལྟག་སྒོར་སྒོ་བརྒྱབ་སོང་ཨ། སྙིང་ལ། ད་སྙིང་གི་ལས་ཀ་ག་རེ་བྱེད་ཀྱི་འདུག་ལྟ་གིན་ད། ད་ག་འདྲའི་ལག་གི་འདུག་ཟེར་ན། སྙིང་གིས། སྙིང་གི་ལས་ཀ་ག་རེ་བྱེད་ཀྱི་ཟེར་ན་སྙིང་གིས། ང་ཚོའི་གཟུགས་པོས། ང་ཚོ་ང་ཚོའི་གཟུགས་པོ་སྦྱོར་བ། ང་ཚོའི་གཟུགས་པོ་བྱེད་གཟུགས་པོའི་ནང་གི་ད་ག་རེ་བརྩི་དགོས་རེད་ཟེར་ན། ཆ་ཤས་ཚང་མ། ང་ཚོའི་གཟུགས་པོའི་ནང་ལ་ཡ་ཆ་ཤས་ད་འདྲ་མི་འདྲ་མང་པོ་ཡོད་རེད་བ། དེ་ཚོ་ཚང་མ་ལ་ཟེར་དགོས། ཆ་ཤས་ཚང་མ་ལ། ཁྲག་རྒྱུགས་པས་ཟེར་ན་ད་ང་ཚོ་གཟུགས་པོའི་ནང་གི blood circulation ཟེར་དགོས་རེད་བ། འོ་འདིར་བ་ཁྲག་ཟེར་ན Blood བྱེད། རྒྱུག་པ་ཟེར་ན་ཁྲག་དེ་གཟུགས་པོའི་ནང་ལ་ཡར་འགྲོ་མར་འགྲོ་བྱེད་པས་རྒྱུག་པ་དེ་ལ་ཁྲག། ཕར་ཚུར་འགྲོ་བ་དེ་ལ་རྒྱུག་པ་ཟེར། ཁྲག་རྒྱུག་པས་ལས་ཀ་བྱེད་ཀྱི་བྱེད་ཀྱི་ཡོད་ས། བྲིས་སོ་ཨ། ད་ངས་དེ་ལ་རྟགས་བརྒྱབ་པ་ཡིན་ན་ཨིན་འདྲེ་རེད། སྙིང་གིས་ང་ཚོའི་གཟུགས་པོའི་ཆ་ཤས་ཚང་མ་ལ་ཁྲག་རྒྱུག་པས་ལས་ཀ་བྱེད་ཀྱི་ཡོད། འགྲིག་ས་རེད་བ། ཨ་མདའ་འདི་ཁྱེད་རང་ག་ལས་ག་ལས་བཏང་བ་ཡིན་ན་འགྲིག་གི་རེད་བ་ད་ག་རང་བཞག་གིན་ད།